ལས་རམ་འདི་སེམས་སུ་གནང་མཁན་གྱི་རྒྱ་ཆེ་བའི་མཁྱེན་ལྡན་པ་ཡོངས་ལ་སྐུ་ཁམས་བཟང་པོའི་འཚམས་འདྲི་ཞུ་ཡ་དང་ཨོ་གུ་པ་གནམ་འོག་གི་སེམས་འགྱུ་ཚན་པའི་གསར་འགོད་པ་དང་རྩོམ་སྒྲིག་པ་ཉག་རོང་བློ་གྲོས་དགའ་བ་ཡིན། ད་དེ་རིང་རྣམ་པ་ཚོ་གི་མདུན་ལ་ཡང་གནམ་འོག་གི་སེམས་འགྱུ་ཚན་པའི་སྐུ་མཁྱེན་བརྙན་འཕྲིན་ལས་རམ་ཨང་ཉིས་བརྒྱ་དགུ་བཅུ་གོ་གསུམ་པ་དེ་ངོ་སྤྲོད་ཞུ་བར་ལྕག་བསྡད་ཀྱི་ཡོད། ད་དེ་རིང་དུས་ཚོད་ཀྱི་ཆ་ནས་ཡིན་པ་ཡིན་ན་ཡང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་དང་པོའི་གི་ཚེས་པ་ཉི་ཤུ་རྩེ་ལྔ་ཕྱི་ནས་གསར་ཉི་མ་ཆགས་བསྡད་ཡོད་རེད། ད་དེ་རིང་དམིགས་བསལ་གྱི་ཨ་རི་ནེའུ་ཡོག་ལ་ཡིན་པ་ཡིན་ན་གངས་ཆེན་པོ་ཞིག་པོ་ཅིག་བབས་བྱས་ནས་ད་མི་ཚང་མ་ལྷོད་ལྷོད་བྱས་ནས་ནང་ལོགས་ལ་བསྡད་ཡག་གི་དུས་ཚོད་ཅིག་བྱས་ནས་ཁོ་པ་རང་ཉིད་ཡིན་པ་ཡིན་ན་ཡང་ནང་ལོགས་ལ་བསྡད་ནས་རྣམ་པ་ཚོར་ནས་ཡག་ལས་རམ་འདེགས་ཀྱི་ཐོག་ནས་ག་ལ་གང་འཚམ་ཅིག་གསལ་པོ་ཆགས་ཐུབ་ཡག་ཅིག་ལ་ཡང་རེ་བ་བརྒྱབ་ནས་ཡོད། ལྷག་པར་དུ་ལས་རིམ་འདི་གི་ཇུས་གཞི་ལ་ཆ་མཚོན་པ་ཡིན་ན། དོན་དངོས་འགྲེལ་བརྗོད་དང། ལོ་རྒྱུས་ཀྱི་དྲན་རྟེན་བཅས་དེ་འབྲེལ་གཅིག་གི་ཐོག་ལ་ཡར་བསྡོམས་བརྒྱབ་ནས་རྣམ་པ་ཚོ་ལས་ངོ་སྤྲོད་ཞུ་བ་བྱས། ད་དེ་ནས་དོན་དངོས་འགྲེལ་བརྗོད་ཟེར་དུས་གང་ལ་ཡ། ད་ཉེ་ལམ། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་ཧུ་དུ་དང་འདྲ་བའི་ཐོག་ནས་དཀའ་ངལ་ཆེན་པོ་ཞི་རུ་ཅིག་བྱུང་བསྡད་པ་དེ་གི་དོན་དངོས་ར་བ་ད་ལྟ་ག་རེ་ཆགས་བསྡད་ཡོད་རེད་དེ་རྣམ་པ་སོགས་ལ་འགྲེལ་བཤད་ཞུ་ཡ་བྱས་ཨ་དེ་གི་ཟིང་ཆ་དེ་གི་བརྒྱུད་རམ་ནང་ལོགས་ལ་ཡ་ལོ་རྒྱུས་ནང་ལོགས་ལ་ལྷ་ཡང་འདྲ་བོ་ཅིག་ག་རེ་ལྷག་བསྡད་ཡོད་རེད་འོ་དེ་གཉིས་གི་ཐོག་ལ་རྣམ་པ་ཚོ་ལ་ཞུ་ཡ་རེད་ཨ། བར་ལམ་ནས་བཙན་བྱོལ་བོད་གཞུང་གི་རྒྱ་ཡུལ་འུ་ཐུག་ཆེན་མོར་འགྲོ་གི་ཡོད་རེད་ད་དེ་གི་གོ་སྐབས་དང་བསྟུན་བྱས་ནས་རྒྱ་གར་ལྷོ་ཕྱོགས་ལ་ཡ་གནས་ཆུང་སྤམ་ནས

གདན་ས་ཆེན་མོ་དགོན་འགྲོ་དང་ནང་བཞིན་བྱས་བྱས་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུ་ཤེས་པ་ཡིན་ན་གནས་ཚུལ་དེ་ཤེས་པའི་ཐོག་ནས་ངོ་སྤྲོད་ཞུ་ཤེས་པ་ཡིན་ན་ཏན་ཏན། མང་པོ་ཞིག་ལ་ཕན་གྱི་རེད། ཡིན་པ་ཡིན་ན་ཡང་ད་འགྲེལ་བཤད་ག་ཚོད་རྒྱབ་པ་ཡིན་ན་གསལ་པོ་ཆགས་འདོད་མེད་ངེས་ཀྱི་རིགས་དེ་ལ་ཡང། འདི་ནས་འགྲེལ་བཤད་རྒྱབ་པའི་ཐིག་གི་ཐོག་ནས་རེ་བ་བྱེད་ཀྱི་མེད་གསལ་པོ་གང་ཆགས་ཀྱི་མ་རེད་ཟེར་གྱི་ཞུ་ཡ་ཡིན། གུས་པ་རང་ཉིད་ལ་རྒྱུས་ཡོད་ཡིན་པའི་ཐོག་ནས་ཞུས་པ་ཡིན་ན། ད་ད་ལྟའི་གི། དཀའ་ངལ་འདི་ཡིས་མི་དམངས་ལ་གསལ་པོ་མ་ཆགས་ཡི་དཀའ་ངལ། གསལ་པོ་མ་ཆགས་པ་དེ་ཡང་མི་དམངས་ཀྱི་མགོ་མ་ཚོས་པ་གི་གནད་དོན་གྱིས་ཆགས་བསྡད་ཡོད་པ། མི་དམངས་ཀྱི་མགོ་མ་ཚོས་པ་ཆགས་བསྡད་ཡོད་པ་འདིས་གང་ནི་མ་ཆེད་མངགས་ཀྱི་མགོ་མ་ཚོས་པ་ཅིག་བཟོས་པ་དང་མགོ་འཐོམ་བཅུག་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ཟེར་ནས་རྣམ་པ་ཚོ་གིས་དེ་ངེས་པར་དུ་ཅིག་མཁྱེན་འོང་འདུག་དེ་ཡིན་དུས་ད་མི་མང་ནང་ལོགས་ལ་ཡང་དཀའ་ངལ་ཆེ་ཤོས་འདྲ་བོ་ཅིག་སླེབས་ཡ་དེ་གནས་ཆུང་བཀའ་ལུང་ནང་ལོགས་ལ། དགེ་ལུགས་སྤྱི་འཐུས་ལས་ཐོག་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་མཆོག་དང་དགེ་བཤེས་ལྷ་རམས་པ་གོ་བློ་བཟང་ཕན་བདེ་ལ་རྣམ་པ་གཉིས་ཀྱིས་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་འཚེ་མེད་ཞུས་པ་རེད་ཟེར་བྱས་རྗེས་གནད་དོན་འདིའི་སྒང་ལ་དཀའ་ངལ་ཆགས་བསྡད་པ་རེད་ད། དཀའ་ངལ་སྡོམ་སྟེ་ཨ་མ་དེ་བབས་ས་དེ་དེ་ཡིན་དུས། ད་དེ་ནས་དེའི་ཐོག་ལ་ཡང་ཡིག་ཆ་མང་པོ་ཞིག་ཐོན་ཡོད་རེད། ཡིག་ཆ་དེ་གི་དེ་རྒྱ་ཆེ་མང་ཚོགས་ཀྱི་གསལ་པོར་ཞིག་གཟིགས་ཡོད་རེད། ད་ད་ལྟའི་ཆ་ལ་ཡང་ག་རེ་ཆགས་བསྡད་ཡོད་རེད་ཟེར་ལབ་པ་ཡིན་ན་གནས་ཚུལ་མཐའ་མ་དེ། དེ་ནས་འབྲས་སྤུངས་བླ་སྤྱི་གིས་བཀོད་ཁྱབ་ཅིག་གནང་བ་གཞི་བཟུང་གི་ཐོག་ལ་ཡང་སྤྱི་འཐུས་རྣམ་པ་གཉིས་དངོས་སུ་བཅར་ནས་ས་གནས་ས་ཐོག་ལ་བཅར་ནས་གནས་ཚུལ་དེ་གསལ་པོ་ཅིག་བཟོས་ཡོད་རེད་ཆགས་ཡོད་རེད། དེ་ཡིན་དུས་གནས་ཚུལ་བཟོ་ཡ་འདི་རང་གི་སྒང་ལ་བཞུད་པ་ནང་བཞིན་ཅིག་རེད། སྤྱི་འཐུས་རྣམ་པ་གཉིས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་ཞུས་ཡོད་རེད་དང་ཡོད་མ་རེད་ཟེར་གནས་ཚུལ་དེ་ཆགས་ཡོད་རེད་མདོག་མདོག་དེ། དེ་ཡིན་དུས་སྤྱི་འཐུས་རྣམ་པ་གཉིས་ས་གནས་ལ་ཕེབས་ནས་འཚེ་མེད་ཞུས་མ་མྱོང་པ་དང། ཤུ་གུ་མེད་པ་དང་མ་འོངས་པ་ལ་ཡང་ཤུ་མི་སྲིད་པའི་གི་གནས་སྟངས་དེ་གསལ་བོ་ཞིབ་ཅིང་འགྲེལ་བཤད་གནང་བྱས་ནས་ད་ལྟའི་ཆ་ལ་ཡང་དགེ་འདུན་པ་དེ་གི་དེ་དབུ་བཞུགས་རྣམ་པ་དེ་གི་དེ་ཚང་མ་ལོ་ཐུགས་དང་མ་སོ་ན་དག་བྱས་ནས་དེ་དང་འབྲེལ་བའི་ཐོག་ནས་ས་གནས་ལ་དགེ་འདུན་པ་མང་པོ་ཞེ་བོ་གཅིག་གིས་ཁོང་རྣམ་པ་གཉིས་ལ་ཡང་ཕེབས་བསུ་ཞུ་ཡ་གནས་ཚུལ་འདི་ཚོད་ཀི་ཐོག་ནས།

ཨ་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཁོང་རྣམ་པ་གཉིས་ཀྱིས་མཚན་སྨད་ཞུ་མ་མྱོང་པ་དང་ཞུ་གི་མེད་པ་དང་མ་འོངས་པ་ལ་ཞུ་མི་སྲིད་པའི་གི་གནས་སྟངས་དེ་འགྲེལ་བཤད་གནང་ཡག་གི་གོ་སྐབས་བྱུང་ཡ་དེ་ཧ་ལས་པའི་གི་རྩའོ་ཆེན་པོ་ཅིག་ཆགས་བསྡད་གི་ཡོད་པ། དེ་ལ་བརྟེན་ནས་གི་བོད་གི་ལོ་རྒྱུས་ནང་ལོགས་ལ་ཡིན་ན་འདྲ་དེ་རིང་སང་ཉིན་སྤྱི་ཚོགས་ནང་ལོགས་ལ་མིང་མཐོང་ལག་ཟིན་གི། ཨ་ཁོང་རྣམ་པ་གཉིས་ཀྱིས་ཕྱག་ལས་གནང་ཡག་གི་ཐོག་ལ་ཡང་དགེ་འདུན་དམངས་ཀྱིས་རྒྱབ་སྐྱོར་ག་འདྲི་བྱེད་ཡོད་པ་དེ་གི་རྣམ་པ་དེ་གསལ་བོ་ཞུ་བ་ཅིག་མཚོན་ཐུབ་ཡོད་པ་ཅིག་དང་ཕྱི་གསལ་ནང་གསལ་ཆགས་ཡོད་པ་ཡིན་དུས་ཨ་ནི་བར་ལམ་གྱི་ཁོང་རྣམ་པ་གཉིས་རྒྱ་གར་ལྷོ་ཕྱོགས་ལ་ཕེབས་ཡག་དེ་ཞི་དྲག་གི་གྲུབ་འབྲས་ལྡན་པ་ཅིག་ཆགས་བསྡད་ཀྱི་ཡོད་རེད་ཅེས་ནས་དེ་གཅིག་རེད། ད་དེ་ནས་ཁོང་རྣམ་པ་གཉིས་ས་གནས་ལ་ཕེབས་པའི་སྐབས་ལ་ཡང་འབྲེལ་མོ་བླ་སྤྱི་གིས་ལས་རམ་དང་འབྲེལ་བའི་ཡིག་ཆ་ཅིག་ཏུ་བ། ད་ཡིག་ཆ་དེའི་ནང་ལོགས་ལ་ཡ། ད་དངོས་སུ་ཁོང་རྣམ་པ་གཉིས་ཀྱི་དམ་བཅའ་མ་སོང་ན་ག་རེ་གནང་དགོས་ཀྱི་ཡོད་རེད་ག་རེ་གསུང་དགོས་ཀྱི་ཡོད་རེད་ཟེར་ཡ་གཅིག་གི། ཡིག་ཆ་ཅིག་ཏུ་བ། ཡིག་ཆ་དེའི་ནང་ལོགས་ལ་ཡ། ཉེས་པ་ལ་ཉེས་པར་མཐོང་སྟེ། སྔོན་ཆད་ལ་སྡོམ་སེམས་དང་ཕྱིན་ཆད་དེ་རིགས་མི་བྱེད་པ་ཟེར་ཡ་གཅིག། དེ་འདྲའི་གཅིག་གི་ཚིག་ཅིག་ཐོན་ཡོང་དུས། ད་ཁོང་རྣམ་པ་གཉིས་ཡིན་པ་ཡིན་ན་ཡང།

ཚིག་དག་ར་བེད་སྤྱོད་གཏང་གི་ཡོད་རེད། དེ་ཡིན་དུས་ཁོང་རྣམ་པ་གཉིས་དང་མ་སོང་ན་ཁོ་གོམས་དེ་ཡོད་པའི་ཚིག་ཅིག་ཆགས་གི་འོ་རེད། དེ་རྡེའུ་ཤི་ར་ཆགས་པར་བ། ད་དེའི་སྐབས་ལ་ཡང་ཉེས་པ་ལ་ཉེས་པར་མཐོང་སྟེ། སྔོན་ཆད་ལ་འགྱོད་བཤགས་དང་ཕྱིན་ཆད་ལ་སྡོམ་གསུམ་བྱེད་ཟེར་ཡག་གི་ཉེས་པ་ལ་ཉེས་པར་མཐོང་ཡག་འདི། འདུལ་བའི་སྡེ་སྣོད་ནང་ལོགས་ལ། དཔེར་ན། ཕམ་པའི་སྡེ་དང། ལྷག་མའི་སྡེ་དང། ལྟུང་བྱེད་ཀྱི་སྡེ་དང། སྲོག་བཤགས་ཀྱི་སྡེ་དང། ཉེས་བྱས་ཀྱི་སྡེ་ལ་སོགས་པ་བཞི་སྤྱི་དོན། དང་ན་གཞོན་ལོ་རྣམ་རྒྱལ་དང་ལོང་ཁྲེང་ཙི་དང་གཞོང་དམ་པ་རྣམས་ཀྱི་སྐབས་ནས་བྱུང་བའི་ཉིས་སྟོང་གཅིག་ཡོད་རེད་བ། དེ་སྐྱིད་དེ་སྔར་བྱས་ཡོད་པའི་གི་ཉིས་པ་ལས་གཉིས་པར་ཐོངས། དེ་ནི་ཕྱིན་ཆད་སྡོམ་གི་ཡིན་ཟེར་བྱས་བྱས་གནས་སྟངས་དེ་འདྲ་ཅིག་འགག་ལ་འགྲོ་གི་ཡོད་རེད། དེའི་ཚིག་དེ་སྤྱི་བཏང་གི། ཆོས་སྡེ་ཆེན་པོ་སྤྱི་ཚོགས་འདིའི་ནང་ལོག་ལ་ཁོ། ཁོ། ད་སྤྱི་བཏང་འདྲ་བོ་རེད། དབྱིན་ཇི་སྐད་ཆ་ལ་མ་སོན་ན Normal འདྲ་བོ་རེད། ཀྱི་ཧང་སང་སང་བྱེད་དགོས་ནས་ན་ག་ཆ་ལོག་མ་རེད། གང་འདིར་རྒྱུ་ར་མང་པོ་ཅིག་ཕྱིན་པ་རེད། དེའི་གི་ཚང་མིག་གི་ཕྱོགས་གཏམ་འདྲ་པོ་དེ་ལ་ཡ། ལྷ་མོ་ཁང་ནས་ཐོན་པའི་གི་ཡིག་ཆ་དེའི་གི་ནང་དོན་དང། འབྲས་སྤུངས་བླ་སྤྱི་གིས་ཐོན་པའི་གི་ཡིག་ཆ་དེའི་གི་ནང་དོན་དེ་གི་དེ། འགྲིག་བསྡད་ཡོད་རེད་ད། འགྲིག་ས་དེ། དགེ་འདུན་སྦས་ཀྱིས་བསྡད། ཆོས་སྡེ་ཆེན་པོ་དེ་གའི་མཁན་བླ་ཡོངས་རྫོགས་དང་དགེ་འདུན་དམག་ལ་འགྲིག་བསྡད་ཡོད་རེད། འགྲིག་དགོས་ས་དེ་དེ་རེད། ཁོང་རྣམ་པ་ཚོ་གི་མགྲིན་ཚབ་པ་དེ་སྤྱི་འཐུས་རྣམ་པ་གཉིས་ཆགས་ཡོད་རེད་ཁོང་རྣམ་པ་གཉིས་འགྲིག་བསྡད་ཡོད་རེད། མགྲིན་ཚབ

སྐད་ཆ་ལེགས་གི་ཡོད་ན་འདྲ། གནས་ཆུང་བེད་སྤྱོད་བཏང་ནས་སྐད་ཆ་ལྷག་གི་ཡོད་ན་འདྲ། བཟོད་གི་ཡོད་ན་འདྲ། གང་ལྟར་ཁོང་རྣམ་པ་གཉིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་མཚན་མེད་ཞུས་པ་རེད་ཟེར་ཡག་གི། ཚིག་དེ་སུ་རེད་ཅིག་གི་བེད་སྤྱོད་བཏང་གི་ཡོད་པ་ཡིན་ན། དཔེར་ན། གནས་ཆུང་རྡོ་རྗེ་གི་བེད་སྤྱོད་བཏང་གི་ཡོད་པ་ཡིན་ན། ཁོ་རང་གི་དེ་དཔང་རྟགས་དེ་ཁེའུ་འཁོར་བྱེད་གི་རེད། དེ་དཔང་རྟགས་དེ་ད་ལྟ་བར་དུ་བསླད་ཡོད་མ་རེད་ད་གསལ་པོ་ཆགས་དགོས་ཡ་དེ་དེ་ལྷག་བསྡད་ཡོད་རེད།

ད་ང་ཚོ་བར་ལམ་ཟིང་ཆ་དེ་བསླངས་བྱས་ནས་སྤྱི་ཚོགས་ནང་ལོག་ལྷ་ཡག་འདྲ་བོ་ག་རེ་ལྷག་སོང། ལོ་རྒྱུས་ནང་ལོག་ལ་ག་རེ་ལྷག་སོང་ཟེར་ཡ་དེ་རེད། དེ་ཡིན་དུས་ལོ་རྒྱུས་ནང་ལོག་ལ་ལྷ་ཡག་འདི། དོན་དག་གཞན་པ་འདི། ད་གནས་གཞུང་དང་འདྲ་བའི་གནས་ཚུལ་དེ་རེད། སྤྱི་ཚོགས་ནང་ལོག་ལ་ཡག། གནས་གཞུང་ལ་ཡག་ཁ་གཏོང་ཡག། ད་ནི་གནས་སྦྱོང་དང་འབྲེལ་བའི་ཐོག་ནས་དགེ་འདུན་གྱི་སྡེ་ལ་ཡང་མཚན་སྨད་ཞུ་ཡག། དགེ་འདུན་པ་ལ་མཚན་སྨད་ཞུ་ཡག། དག་ན་ཤིང་གི་མཁན་པོ་མཁན་ཟུར་རྣམ་པ་ལ་ཡང་ཁ་བཏང་ཡག་ལ་སོགས་པ་དེ་གྱིས་དེ་ཚེ་ལ་དགེ་བ་ཆགས་སོང་བ། ད་དེ་གྱི་མཇུག་འབྲས་དེ་སྡིག་པ་མི་དགེ་བ་བསགས་ཀྱི་ཡོད་པ་དང་ད་ནི་དེ་གྱིས་དེ་ངས་ཁ་ཞུ་གི་མེད། ད་ཡིན་པ་ཡིན་ན་ཡང་དེ་གྱི་གནས་སྟངས་དེ་ལོ་རྒྱུས་ནང་ལོགས་ལ་ཡང་ཁོ་རྐང་པའི་རྐང་གཅིག་དུ་མ་སོང་ན། དཔེར་ན་གནས་ཆུང་འདྲ་བོ་ཆ་མཚོན་པ་ཡིན་ན་གནས་ཆུང་ལ་ཁ་བཏང་མཁན། གནས་ཆུང་གི་ཆ་གནས་མཚོན་བྱེད་ཀྱི་གསང་སྤྱོད་ནང་བླུགས་ཡག། གད་སྙིགས་ནང་ལ་བླུགས་ཡག། ད་ག་ནང་བཞིན་གྱི་ཚིག་འདྲ་མི་འདྲ་བེད་སྤྱོད་བཏང་ཡག་ལ་སོགས་པ་དེ་ཚོ་ཚང་མ་ལོག་སྟེ་ཁོ་གནས་ཆུང་གི་ཐུང་འདྲ་མ་སོང་ན་ཁྲོམ་འདྲ་བོ་མ་སོང་ན་ཆ་ཚང་བྱེད་ཀྱི་སྤྱི་ཚོགས་ནང་བསྟན་པ་རེད། དེ་ད་དེ་རིང་གི་རྙོག་མེད་ཀྱི་ལས་རམ་འདི་གི་གྲུབ་འབྲས་གཅིག་དེ་རེད་ཆགས་དགོས་པ་རེད།

དགེ་འདུན་གྱི་མདུན་ལ་བྱིན་གྱིས་བརླབས་ཏེ་དེང་གསོ་སྦྱོང་བགྱིའོ། ལྷས་ཀྱིས་དགེ་སློང་གི་མདུན་དུ་ཡང་དེ་འདི་བྱེད་ཀྱི་ཡིན་ཟེར་ཅེས་དགེ་སློང་དང་དགེ་འདུན་གྱི་མདུན་ལ་ཡང། སྔོན་ཆད་ལ་འགྱོད་བཤགས་དང་ཕྱིན་ཆད་ལ་སྡོམ་བསམ་བྱ་གི་ལས་རམ་གྱི་ཆ་བགོ་བར་མ་གཏོགས་པའི་གི། འཇིག་རྟེན་པའི་དྲེགས་པ་སྲུང་མ་དེ་འདྲིའི་གི་རྩ་ལ་ཡང་སྔོན་ཆད་ལ་འགྱོད་བཤགས་དང་ཕྱིན་ཆད་ལ་སྡོམ་བསམ་གི་གནས་དང་གི་ཆ་གི་ཡོད་མ་རེད། རེད་བ། ད་ཐེངས་ཀྱི་ཐོག་ནས་ཏང་ཡོངས་དུས་ཀུན་གཅིག་སྡུད་རྣམ་པ་གཉིས་ཀྱི་སྔོན་ཆད་ལ་འགྱོད་བཤགས་དང་ཕྱིན་ཆད་ལ་སྡོམ་སེམས་གནང་ཡ་འདི་སྐབས་དེ་དུས་ཀྱི་ད་ལྷ་མོ་གང་ཡིན་ན་འདྲ་ཨ་འདི་ནང་ལོག་ཡོད་ངེས་ཀྱི་ད་དགེ་འདུན་པ་ཡི་སྡེ་ཚན་གཅིག་ཏན་ཏན་ཡོད་ཀྱི་རེད་དགེ་འདུན་མི་འདུན་ལ་ཡིན་ན་སྲུང་མའི་འདུན་ལ་ཡིན་ན་ཟས་སྤྱོར་བ་ད་འདི་ཚོ་དྲི་བ་འདྲ་བོ་གཅིག་རེད་དེ་ཡིན་དུས་དངོས་གནས་བྱས་པ་ཡིན་ན་དགོན་པའི་ནང་ལོགས་ལ་གསོ་སྦྱོང་ལྟ་བུ་ཡིན་པ་ཡིན་ན་དགེ་འདུན་གྱི་མདུན་དུ་བྱིན་གྱིས་བརླབས་ཏེ་ཡང་ནི་གསོ་སྦྱོང་གྱི་འོ་ཟད་ཅིག་གི་དེ་འདྲའི་གནས་སྟངས་ཀྱི་ཐོག་ལ་ཡང་འགྱོད་བཤགས་བྱེད་དགོས་པ་ཅིག་ཆགས་ཀྱི་ཡོད་རེད། ད་དེ་དང་འབྲེལ་བའི་ཐོག་ནས་རེད་བ། ད་ད་ལན་ང་ཚོ་ལོ་རྒྱུས་ནང་ལ་ལྷ་ཡག་དེ་ཟོར་ཤུལ་འདྲ་བོ་དེ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན་རང་དགེ་ལྡན་པའི་མཚན་སྙན་ལ་ཡིན་པ་ཡིན་ན་ཡང་བར་ཆད་བྱུང་ཡོད་རེད་བསམ་བསམ་རོགས་ཅིག།

བླ་མ་མཆོད་པའི་ཚོགས་ཞིང་གི་བང་རིམ་སྒྲིག་སྟངས་འདྲ་པོ་དེ་དག་ཞིབ་གཅིག་ཚད་ལྡན་བརྩི་གི་ཡོད་རེད་པ། དེ་ཡིན་དུས་དེའི་གི་བང་རིམ་ནང་ལ་ཆ་བཞག་པ་ཡིན་ན་བླ་མ་འདིས་ཁོ་རེ་མ་ཐོ་ཨ་གང་ལ། སྤྱི་བཏང་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་དེས་ཚོགས་ཞིང་གི་ཡ་མ་ཕག་ཚོས་ཚང་མའི་དཀྱིལ་ལ་རྩིས་བྱས་ནས་དེ་ནས་ཡ་རྩིས་པའི་གི། དེ་ནས་གཡས་དང་དབུས་དང་གཡོན་ཕྱོགས་དེ་གི་དེ་ལ་ཡ།

དགེ་འདུན་དཀོན་མཆོག་གི་ཚོས་འདྲ་བོ་བྱེད་པ་ཡིན་ན། ཁོ་མཚན་པ་འདྲ་བོ་གཉིས་བྱེད་ནས། བླ་མེད་ཀྱི་སྡེ་ཚན་དེ་མཐོ་ཤོས་འདྲ་བོ་བྱེད། ཅེས་རིམ་པས་བར་རམ་ནས་བྱེད། ཅེས་བར་བར་དང་བ་ནས་ཡང་བྱང་ཆུབ་སེམས་དཔའི་དགེ་འདུན་གྱི་སྡེ་ཚན་གཅིག། དེའི་གཤམ་ལ་ཡང་བཞི་ནས་དཔའ་བོ་དང་མཁའ་འགྲོ་མའི་གྱི་རིམ་པ་གཅིག། དེའི་ཚ་ནས་གཞན་གྱི་ཐ་མ་ཐ་མ་དེ་ལ་ཡང་ཆོས་སྐྱོང་སྲུང་མ་དེ་གཉིས་ཡོད་རེད།

འོ་དུག་གི་ཟིང་ཆ། འོ་དུག་གི་ཚོར་སྣང། དེ་ནས་ལྷ་བབས་པ་རེ་གཅིག་བྱས་པར་གཉིས་བྱས་པར་ཟེར་དུས་བབས་མཁན་གྱི་ལྷ་དེ་འཇིག་རྟེན་པའི་དྲེགས་པ། རྩོད་གཞི་ཅན། དེ་དངོས་ཡོད་གནས་ཚུལ་རེད་འདུག་མ་གཏོགས། གནས་ཆུང་རྩོད་གཞི་ཅན་ཡིན་པ་དང། མ་འགྲིག་པ་ཅིག་ཡིན་པ་དང། དེ་ལ་སོགས་པས་ཀྱིས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་ལྷ་འདྲེ་གདོན་གྱིས་གཙོས་པ་ཞིག་འདུག་བ། དཔེར་ན་ཤུགས་ལྡན་འདྲ་བོ་ཡིན་པ་ཡིན་ན་དོལ་རྒྱལ་འདྲ་བོ་ཡིན་པ་ཡིན་ན་རྩོད་གཞི་ཅན་ཡིན་པ་དང་མ་འགྲིག་པ་ཡིན་པ་ལ་སོགས་པ་འདི་འདྲིས་ཀྱི་རྩོད་པ་མང་པོ་ཅིག་བསླངས་བསྡད་ཡོད་འདུག་བ། དེ་འདྲ་ཡིན་དུས་དེའི་ཀྱི་བརྒྱུད་རིམ་ནང་ལོགས་ལ་ཡ་ཤུགས། གནས་ཆུང་འདི། དངོས་ཡོད་གནས་ཚུལ་གྱི་རྩོད་གཞི་ཅན་ཅིག་རེད་འདུག་བ། བྱས་ཙང་འཇིག་རྟེན་དྲེགས་པ་རྩོད་གཞི་ཅན་ཅིག། དེ་འདྲའི་གཅིག་ལ་ཡང་བཀའ་ལུང་ཞུས་བྱས་ནས་མགོན་པོ་ལུས་པོའི་ཤེས་འོང་དུས་ད་དེང་སང་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ཡང་དར་ནག་ཚོགས་པའི་བྱེད་སྟངས་དང་མ་སོང་ན་ཁོ་ཁོ་པང་གདན་དང་མ་སོང་ན་གཤམ་ནས་ཀྱི་པང་གདན་དེ་ད་མགོ་ལ་ཡང་གོན་ཡོང་བ་གི་མགོ་ཤུགས་ལོག་ནས་འདི་འདྲའི་གཅིག་གི་རོ་བོ་རྒན་བསྟན་པའི་གི་སྐྱབས་གནས་དེ་མགོ་ཤུགས་ལོག་ནས་ཕྱིན་པར་གདའ། སྐྱབས་གནས་ཀྱི་བང་རིམ་དེ། འཇིག་རྟེན་པའི་དྲེགས་པ་གཅིག་གི་འོག་ལ་ཡང་ཨ་རོ་གས་ལྡན་པའི་སྐྱབས་གནས་ཀྱི་དགེ་བའི་བཤེས་གཉེན་དེ་གི་དེ་དབུ་ལྡན་མ་གསུམ་བཏུག་ཅིག་དེས་བཀའ་སྲུང་ཅི་སྒྲུབ་དང་མ་གསུང་ན། བྱེད་ཀྱི་ཡོད་པའི་རྣམ་འགྱུར་གྱིས་སྤྱི་ཚོགས་ནང་ཐོན་པར་བ་དང། ད་འདི་གི་ཨ་རོ་གས་ལྡན་པའི་གི་མཚན་ཁྱེད་རང་ག་འདྲི་ཆགས་ས་རེད། འདི་ཨ་རོ་གས་ལྡན་པའི་སྤྱི་འཐུས་རྣམ་པ་གཉིས་གནང་རྒྱུ་མ་རེད་བ།

ལྷག་པར་དུ་ཁོང་སྐྱབས་མགོན་ཆེན་པོ་མཆོག་གི་ཤུགས་ལྡན་བཀག་འགོག་བྱེད་ཡག་གི་གནས་ཚུལ་འདི་དང་འབྲེལ་བའི་ཐོག་ནས། རྒྱུ་མཚན་གལ་ཆེ་ཤོས་གཅིག་འདི། འཇིག་རྟེན་པའི་དྲེགས་པ་སུ་གཞི་ཅན་སྲུང་བྱེད་ཆེ། ཨ་ནེ་སྐྱབས་གནས་བང་རིམ་ནང་ལོགས་ལ་པའི་ཐང་མཐའ་ལ་ཡོད་པ་ཅིག་ལ་ཡང་འགྲེལ་བཤད་གནང་བྱས་ནས་རྒྱུ་མཚན་དེ་གསུངས་ཡོད་ར་ད། སྐྱབས་མགོན་རམ་ཅིག། དེའི་གི་རྒྱུ་མཚན་དེ། ཤུགས་ལྡན་ལ་ཤེས་པའི་གི་རྒྱུ་མཚན་དེ། རྩོད་གཞི་ཅན་ཡིན་པ་དང་འཇིག་རྟེན་དྲེགས་པ་ཡིན་པའི་གི་རྒྱུ་མཚན་དེ། གནས་གཞུང་ལ་ཡང་མཚུངས་པ་རེད་ད། མཚུངས་ཀྱི་འདུག་དང་མི་འདུག་དེ་རྣམ་པ་ཚོ་དགོངས་པ་བཞིན། ང་རང་ཉིད་འདྲ་བོ་ཡིན་པ་ཡིན་ན་ཡང་གནས་གཞུང་ལ་ཁ་བཏང་དགོས་ངེས་དེ་འདྲས་མེད། རེད་བ། ད་ང་ནང་བཞིན་གྱི་ཤུགས་ལྡན་ལ་ཁ་བཏང་དགོས་ངེས་དེ་འདྲས་མེད། གཉིས་ཀ་ལ་འབྲེལ་བ་གང་ཡང་མེད་ཙང་ཕ་རྟགས་ནས་རུ་བ། བྱུང་སྟངས་དངོས་ཡོད་གནས་ཚུལ་ལ་ཕ་རྟགས་ནས་ངས་བཤད་ཀྱི་ཡོད། དེ་དངོས་ཡོད་གནས་ཚུལ་བྱུང་བ་དེ་ངས་ངས་བཤད་པ་རེད་མ་གཏོགས་ངས་ཀྱི་སྒྲོ་བཏགས་བྱས་ནས་མེད་མཁན་ཞིག་ལ་འདུག་ཡོད་མཁན་ཞིག་ལ་མི་འདུག་ཟེར་ངས་ཀོ་བ་བཏབ་བསྡད་ཡ་དེ་འདྲས་གང་ཆགས་ཀྱི་ཡོད་མ་རེད། བྱས་ཙང་མཐའ་མ་དེ་ལ་ཡ་ལོ་རྒྱུས་ཀྱི་ནང་ལོགས་ལ་གནད་དོན་དེ་འདྲས་ཅིག་ལྷག་གི་འདུག་དེ་ཡིན་དུས་དེ་དང་གང་ལ་ཡ་དོན་དངོས་འགྲེལ་བཤད་ཅིག་ཞུས་པར་རུ་བ།